ཡིན་ན་ཡང་ད་ང་རང་ཚོ་དྲན་རུང་མི་གཡེལ་བ་བྱས་ནས་ཨེ་ནི་ལྟེབ་གཅིག་ལ་ཉིས་ཞག་ཆ་གཅིག་གི་དུས་དྲན་བསྟན་རུང་བ་གི། བསྟན་དགོས་ཡག་དེ་ཚོ་ད་ཞོག་ཁ་ཕྱོགས་ཁ་ཅིག་འདུག་སྨོན་ལམ་འདྲ་བྱེད་དེ་འདྲི་ཅིག་གི་ཁོ་བོ་ཆོས་པར་ཅིག་བྱེད་བཞག་གི་ཡོད་རུ་བ། ད་དེ་དུས་དྲན་བསྟན་ཡག་གི། ཆོས་ཁ་འདྲ་བོ་དེ་ཐོག་མར་པན་ཆེན་བློ་གཟུ་ཆུ་གཅིག་ཡིན་ན་ཡོད་མཛེས་ཤིག་ཀྱང་མཛེས་ཡིན་ན་ཅིག་གི་མཛེས་མཛེས་ཆུ་གཅིག་རེད་དེ་དྲན་སོང། ད་ལྟའི་ཁོ་བོ་ཆུག་ཏུ་མི་ཆུག་ཟེར་ནས་དོགས་པ་ལྷུང་ཉེན་འདུག་བ། དེ་ཁོང་གི་འོག་ཏུ་མེད། དེ་འདྲའི་ཁོང་གི་འདུག་འདུག་ཅིག་ག་བ་ཡིན་ན་ཅིག་བྱུང་སོང་ཧོ་ཆུག་གི་ཡོད་ས་རེད། དེ་ཡིན་ན་ཡང་ད་ལྟའི་བྱུང་ན་ད་ལྟའི་ཁོ་ཆུག་བ་གཅིག་པུ་གཅིག་ཆག་མི་རྒྱ་བ་བྱས་ནས་དུས་དྲན་བསྟན་དགོས་ཡག་གི་རྐྱེན་ཐད་དུ་དེ་ཁྲིད་བའི་ཁར་ཐུག་དེ་ལ་གོང་ཡོང་རྐྱེན་ཡོང་འདྲ་བོ་ཅིག་ཨེ་དྲན་བལྟ་དགོས་ཀྱི་རེད་བ། དྲན་པ་འདྲ་བོ་སྐྱེས་ཚུལ་ལྟར་འདི་ཁ་ཐུག་ཏུ་དྲན་བསྟན་ཡ་དེ་ཧ་ཅང་གལ་ཆེན་པོ་རེད་དོ། དེ་ནས་ད་གར་སའི་གུ་རུ་གོ། དུས་དྲན་ཞོག་ཀ་བྱུང་ན་དེ་དུས་དྲན་འདྲ་བོ་དེ་ཡར་ལོངས་ནས་གོམ་པ་བདུན་མ་བོར་བའི་སྔོན་ལ་ཡིན་པ་ཅིག་སང་གཡོག་དྲན་སོ་གང་ལྟར་ཡར་ལོངས་མ་ཐག་ནས་ད་དུས་དྲན་གཏོང་དགོས་རེད་དུས་དྲན་གཏོང་བའི་སྐབས་དུས་ལ་སྟོང་པ་ཤ་རྒྱགས་ཐུབ་པ་གསར་བཏབ་ནས་དེའི་མདུན་ལ། ད་སྡིག་པ་མི་དགེ་བའི་མ་ཡིན་མཁན་ད་སྡིག་པ་མི་དགེ་བ་ལ་དུས་དྲན་ཁྱོད་བསྟན་རྒྱུ་མེད་གསུངས་རོ་བ། མདོ་བ་གི་ལོགས་ལ་ནི་སྲོག་གི་ཕྱིར་ཡང་སྡིག་པ་མི་དགེ་བ་ལ་གནང་བ་མེད་གསུངས་པར་བ་སྲོག་ལ་ཐོགས་གསུངས་ན་ཡང། སྡིག་པ་མི་དགེ་བ་མ་ཡིན་མཁན་གྱི་སྟོང་རྐྱང་གི་རིགས་དུས་དྲན་དུས་དྲན་བསྟན་རུང་བ་དང་ཆང་ལས་གཞན་པའི་དུས་དྲན་བསྟན་རུང་བ་དེ་ཚོ་ནི་ད་སྟོང་པའི་གི་དེ་འདྲའི་སྤྱན་འཁྲིས་སུ་དེ་ན་གནང་བ་གནང་རོགས་གྱིས། དེ་རིང་གི་ཉིས་བརྒྱ་བརྒྱད་ཀྱི་དུས་སུ། དུས་སུ། ད་ཅི་སྟངས་ཀྱིས་གོ་ཆོད་ཡ་དེ་ཉིད་ཤ་ཀྱེས་གོ་ཆོད་བ་འདྲ་ཅེས་གསུང་གི་ཡོད་རེད་བ། ཡིན་ན་ཡང་སོ་སོའི་དམིགས་པ་འདྲ་བོ་དེ་འདི་ནས་བར་ཆད་ཨེ་ནུས་ཀྱི་དགེ་སློང་གི་སྡོམ་པ་གནས་གནས་ཀྱི་བར་དུ་གང་ལྟར་ཚེ་འཕོས་འཕོས་ཀྱི་བར་དུ་དམིགས་ཡུལ་འདྲ་བོ་ཅེས་གསུངས་པ་ཡིན་ན་ཁྱབ་ཆེ་བ་འདྲ་བོ་ཅིག་ཡོང་གི་རེད་བ། འོ་སྣང་བ་སྣང་རོགས་བྱས་ཟེར་ནས་ད་སྟོང་པ་མདུན་ལ་གསར་བཏབ་ནས་ཨེ་ནི་དེའི་དུས་ལ་དེའི་ཆོ་ག་དེ་འདོན་ཡ་རེད་བ། ད་ཆོ་ག་གི་ཚིག་འདྲ་བོ་བྱས་ན་ཨེ་ནི་སྟོང་པ་ཐུགས་རྗེ་ཆེན་པོ་དུ་ལྡན་པ། བདག་ལ་དགོངས་སུ་གསོལ། ཁྱེད་ཀྱི་ང་ལ་མ་ཐོགས་པའི་ལུགས་ཀྱི་ངག་གི་ཞུ་ཡག་ཅིག་ཡོད་ཟེར་གྱི་ཡོད་རེད་བ། དེ་དེ་རིང་གི་གནས་སྐབས་སུ། མཆོད་རྟེན་གྱི་བྱ་བ་གཞན་གྱིས་མཐོང་འདོད། མཆོད། ད་དེ་ཡང་ནི། དཔེར་ན་དུས་དྲན་འཆར་བར་བྱེད་པ་ལ་གཞན་སྟོང་གི་སྲོག་འདྲ་བོ་དང་མཆོད་དུ་མཐུན་པ་འདྲ་བོ་དང་དེ་འདྲའི་སྐབས་ལ་འཆར་བ་མ་གཏོགས། མཆོད་དུ་མི་འདུས་པའི་གནས་སྐབས་སུ་འདྲ་བོ་དེ་འདྲའི་དུས་དྲན་མི་འཆར་བའི་སྲོག་འདྲ་ཅིག་བཟུང་གི་འདུག་བ། ད་དུས་དྲན་བསྟན་དགོས་ཡ་དེ་ལ་ཁྱེད་དང་ང་རང་སོགས་ཀྱིས་རབ་ཏུ་བྱུང་བ་དེ་ཚོ་གླུ་གར་རོལ་མོ་དེ་ཚོ་བྱེད་ཆོག་གི་ཡོད་མ་རེད་པ། འོ་ད་དེ་ཚོ་བྱེད་དགོས་ཡ་འདྲ་བོ་གཞན་དོན་འདྲ་བོ་ནི་ཆོས་དང་མཐུན་པ་འདྲ་བོ་དག་ང་ཚོ་དེ་འདྲ་ཡོང་གི་རེད་པ། དཔེར་ན་གླུ་གི་ཆོ་པ་བུ་ཡག་གི་སོགས་འདྲ་བོ། གླུ་གར་རོལ་མོ་གི་ཆོ་པ་བུ་ཡག་སོགས་འདྲ་བོ། ཡང་གཞན་དགོས་པ་ཆེན་པོ་འདྲ་བོ་དེ་འདྲ་ཐོག་ངོ་མི་ཁ་ཐུག་ལྟར་ཀླུ་ཧ་རོལ་མོ་བྱེད་དགོས་ཡ་འདྲ་བོ་དེ་འདྲ་ཡོང་གི་རེད་བ། འོ་ད་དེ་འདྲ་བྱེད་དགོས་ལས་བྱུང་སོ་དེས་ན་ཨེ་གནང་བ་གནང་རོགས་གྱིས། རོལ་མོ་ཞེས་པ་དང་རོང་གི་ཞེས་པ་ནི་གཞན་དག་ལ་བར་བཤད་དུ་བཅུག་ཡ། དེ་ནས་མེ་ལ་རེག་པ། ད་མེ་ལ་རེག་ཟེར་ཏེ་མེས་དངོས་སུ་བར་བརླག་པར་རེག་པའི་སྐད་ཆ་བཤད་ཀྱི་ཡོད་མ་རེད། ང་རང་ཚོ་གིས་ཨེ་ནས་དེ་བྱེད་ཤེས་བ་ཡིན་ན་སུ་གཅིག་གིས་རེག་གི་མ་རེད་བ་དེ་མེས་བརླག་པ་ཚད་ཡོང་རེད་བ། དེ་ཟེར་གི་ཡོད་མ་རེད་ང་ཚོ་དཔེར་ན་ལྟོ་སྐུ་ཡག་ཅིག་ཡོད་རོགས་ཟ་མ་ཟོ་ཡག་ཅིག་ཡོད་རོགས་མེ་འབུད་ནས་འོ་དེ་ཟེར་གི་ཡོད་རེད་དགེ་སློང་སྤྱི་དང་འགྲོ་སྟངས་འདྲ་བོ་བྱེད་ན་ཟས་ལྷུང་ཟས་རྐྱང་རྐྱང་གི་ཐོག་ནས་འཚོ་བ་སྐྱེལ་དགོས་ཡག་འདྲ་བོ་ཆགས་དེ་ཡོད་རོགས་ཨ། ད་འོན་ཀྱང་སྤོས་ཀྱི་ཐུགས་ལ་མེ་སྤར་ནས་ང་རང་ཚོ་དཀོན་མཆོག་ལ་མཆོད་པ་འབུལ་ཡག་ཅིག་ཡོད་རོགས་དེ་ལ་དུས་དྲན་གཏན་མི་བསྐོ་བ་འདྲ་བོ་ཅིག་མེ་རི་ཀའི་ལྟོ་བ་མི་ཡོང་བ་འདྲ་བོ་ཅིག་དེ་འདྲ་སོང་འདུག་དྲན་སོང་དེ་ནས། སྔོན་མེད་ལ་རིག་པ་དང་རེག་ཏུ་གཞུག་པ་བ་དག་དེ་འདྲའི་ཆུང་ངུས་སུ་དེ་ནི་སྣང་བ་སྣང་རོགས་གྱིས། དེ་ནས་རིན་པོ་ཆེ་རང་གིས་རེག་དགོས་ཡ་དེ་འདྲ་ཐོས་དགོས་ཡ་དེ་འདྲའི་ཡོང་རེ་བ་བསད་དུ་སྔོན་དུ་ཟེར་དུ་ཤོད་རུ་ལ་སོགས་པ་དག་ང་ཚོ་མེ་འདྲ་འདྲ་བོ་དེ་འདྲའི་ཕུ་ཡུ་ཁ་ཐུག་དེ་ལ་ནི་མང་པོ་རེག་དགོས་ཡ་འདྲ་བོ་ཡོང་དུ་བ་རེག་ཏུ་གཞུག་པ་དང་ས་བོན་བསྐྱོམ་པ་དང་ས་བོན་བསྐྱོམ་པ་ཟེར་ན་སྒྲོས་ཀྱི་རེག་འདྲ་བོ་དང་དེ་ནས་དཔེར་ན་ཤིང་གི། གཤེན་གྱི་རེག་མང་པོ་ཡོང་རུང་བ་དེ་འདྲའི་ས་བོན་འདྲ་བོ་དེ་ཡོང་རུང་བ། དེ་ཚོ་སྐྱོན་ཚུལ་དེ་ག་རེ་ཟེར་ན་མེ་དྲག་དང་ཡང་ལ་སོགས་པ་དང། དེ་ནས་གང་ལྟར་དེ་མྱུ་གུ་སྐྱེ་མི་རུང་བ་སོགས་ནི་བག་འཕྲོ་ལག་དང་ཡང་ཅི་ཡོད་རུང་བ། ཨོ་དེ་ཚོ་ཟེར་གི་ཡོད་རུང་བ་སྐྱོན་པ་དང་ནི་གཞན་ལ་བར་སྐྱོམ་དུ་བཅུག་ཡག་གི་སོགས་འདྲ་བོ་དང།

ཨ་ནི་ཁ་ཐུག་ལག་པགས་ཀྱི་རས་ཤར་བ་ཡིན་ན། དེ་ནི་ལག་ཉག་གིས་སྤོང་བ་ཟེར་ཡ་དེ་ཡོང་དུ་བ་དང་དགེ་སློང་གི་རས་འཁྱུག་གི་ཡོག་དམར་བ་དེ་ཞི་ལན་མ་བཞི་བར་དུ་ཨོ་དེ་འདྲའི་རི་གོང་ཐུག་དུ་བ་དང་ང་ཚོ་ཐུག་ཐུག་པ་རས་ཞི་ལན་བྱེད་ཉན་ཡོག་དམར་བ། ཨོ་དེ་ཀྱིས་ཨ་ནི་མཚམས་མཛོད་ཟེར་མཚམས་མཛོད་ཟེར་དེ་ང་ཚོ་དགེ་སློང་གི། ཁང་པ་གནང་རོགས་ལ། ཞལ་ལག་འདྲ་བོ་བཟོས་པ་ཡིན་ན་ཡང་རུང་ཁང་ཞེན་ཆེ་ལ་གོག་བསྡུ་བ་ཞེན་ཆེ་མ་ལགས་པར་མཚམས་ཀྱི་ནང་ལོགས་ལ་བཙུད་པ་ཡིན་ན་རུང་ཁང་གི་ནང་ལོགས་ལ་བཙུད་པ་ཡིན་ན་ནི་མཚམས་ཚུལ་གྱིས་སྟོང་བ་དེ་ཡོང་བསྡུ་བ་ནི་ཞག་ལོངས་སེ་ལ་རོལ་ཡང་རུང་ཁང་ཞེན་ཆེ་མ་ལོས་པ་དེའི་ནང་ལ་ཟ་མ། ཟོ་ཡག་གི་རེག་དེ་ཚོ་ཞག་པོ་གཅིག་ལོངས་སོང་བ་ཞག་ལོངས་ཀྱི་སྟོང་བ་དེ་ཡོང་གི་ཡོད་རེད་བ། རྗེ་བཙུན་སེམས། ཡང། རྒྱན་པ། དགེ་སློང་གིས་ཟས་རྒྱན་པ་རུང་ཁང་ཤིང་གཅིག་མ་ལགས་པར་ཟས་རྒྱན་པ་བཙུད་པ་ཡིན་ན་ཡང་རྗེས་འཇུག་གིས་བཏུང་བ་བཅས་ཡོང་དུ་བ། ཨོ་ད་དེ་བྱས་ཨ་ནི་བཟང་ཕྱོགས་ཤེས་པར་ཟ་བ། ཨོ་ད་དེ། གྲྭ་ཆེ་གེར་བ་བཟང་ཕྱོགས་ཤེས་པར་ཟ་བ་བྱས། དེ་ནས་ཞེ་ལན་མ་ཤེས་པར་ཟ་བ།

ད་དགེ་སློང་གིས་ཨེ་ནས་ང་ཚོ་ཟ་མ་ག་འདྲི་ཅིག་ཟ་བ་ཡིན་ན་ཡང་ཉིན་པར་མ་ཚོགས་པར་ཁྱེད་ཀྱི་ལག་པ་ལ་ཚོ་བཞིན་ནས་ཨེ་ནས་རང་གི་ཀླད་ནས་ཟ་དགོས་ཀྱི་ཡོད་རེད་བ་ཨོ་དེ་མ་ཤེས་པ་ད་ང་ཚོར་དེ་འདྲས་ཡོད་མ་རེད་བ་དེ་མེད་བ་ཡིན་ཙང་ག་དུས་ཡིན་ན་སྟོང་བ་དེ་ཡོང་གི་ཡོད་རེད་བ། བཞིན་ལས་མ་ཤེས་པ་ཟ་བ་ཨེ་ནས་ཉིན་པར་མ་ཚོགས་པར་དུ་ལྷན་ཅིག་ཏུ་འདོམས་པ། ད་དགེ་ཚུལ་གྱི་སོགས་འདྲ་བོ་ཁྱིམ་པའི་སོགས་འདྲ་བོ་དེ་ཚོ་ཨེ་ནས། སྡོམ་པ་མཉམ་སྡོམ་མདོག་ནི་པའི་དྲེའི་གདལ་ས་འདྲ་བོ་དང་སྐྱིགས་པ་འདྲ་བོ་བྱས་ནས་ད་གེ་སློང་བསད་དེ་དེའི་ཚབ་ཀྱིས་ཡ། གཞན་དག་ལས་ཆེད་དུ་འཕགས། འཕགས་པ་འདྲ་བོ་ཅིག་རེད་དེ་ཡོད་བ་ཡིན་ཙང་ཨ་ནི་དེས་སོ་སོ་གི་རང་ཚུགས་འདྲ་བོ་ཅིག་བཟོ་དགོས་ཀྱི་ཡོད་ས་རེད་བ། འཆའ་སློང། གར་བསད་དགོས་རེད་ད་པའི། ཁྱིམ་པ་དང་དགེ་ཚུལ་དེ་ཚོ་དང་མཉམ་སྡོམ་འདྲེས་ནས་སྡོམ་པ་དེ་ཚོ། གར་བསད་དགོས་རེད་ད་དགོས་བ་གཞན་མེད་བ་ཡིན་ན། ནི་གདོང་མི་ཕྱུག་བ་སོགས་འདུ་བ་སྟེ་ཡིན་ན་ཡང་དེ་སྒོམ་པ་གི་ཚུགས་འཚོ་བའི་གནས་སྐབས་འདྲ་བོ་དང་དེ་ཚོ་ཡང་དམིགས་བསལ་རེད་དེ་ཚོ་ལ་གཏོང་བ་ཡོང་མ་རེད་སོགས་འདུ་བ། དེ་ནས་གར་སེ། ག་བ་ལ་སི་ད། བསྙེན་པར་མ་རྫོགས་པར་དུ་ལྷན་ཅིག་ཏུ་འདོམས་པ་བསུགས། མདོར་ན་སི་ད་དགེ་སློང་གི་ཁྲི་ཉིས་བརྒྱ་ལྔ་བཅུ་རྩ་གསུམ་ལས། དུས་དྲན་བསྟན་དུ་རུང་བ་རྣམས་ལའང་སི་ད་དུས་དྲན་བསྟན་དུ་རུང་བ་དེ་ག་རེ་རེད་ཟེར་ན། སྡིག་པ་མི་དགེ་བའི་ཆུང་བ་ལས་གཞན་པའི་ཆང་བཏུང་ཡ་གཅིག་ཡོད་རེད་བ། ཆང་ལས་གཞན་པའི་ནི་སྐྱེས་ཆང་གིས་བཏུང་བ་གི་རེད་དེ་ཚོ་རེད་སྡིག་པ་མི་དགེ་བ་མ་ཡིན་གི་སྐྱེས་པ་རྐྱང་མིག་གིས་བཏུང་བ་གི་རེད་དེ་ཚོ། ངོ་ད་ལྟའི་སྣང་བ་ནང་རོ་ཕྱིས་དེ་འདྲའི་གི་རྐྱེན་འཕྲད་སུ་བལྟས་ན། དེ་ཟེར་ནས་ད་རྩོམ་པ་ལ་ཡག་ཞུ་རྒྱུ་རེད། དགེ་སློང་དགུ་ཕྲད་ཉིས་བརྒྱ་ལྔ་བཅུ་རྩ་གསུམ་ནས་དུས་ཕྲད་བསྟན་དུ་རུང་བ་རྣམས་རྩོམ་པ་ཐུགས་རྗེའི་བདག་ཉིད་ཅན་གྱིས།

སོ་སོ་གི་སྐྱ་ལག་གཟར་གཉིས་ཀྱི་སྔོན་པོ་ཡོ་ཚིག་གང་གཱ་མེ་འདྲ་གི་ནང་ལ་སྤངས་ནས། ནི། འདི་ནས་ནི་སོང་སྟེ་གང་དག་བས་དེ་ཁོ་རང་ཕྱིན་ཅི་ཕྱི་གཉིས་ཀྱི་སྔོན་པོ་གང་དྲན་གྱི་སྙེད་ཀྱི་ཡོ་ནང་ཡོ་ཚིག་གང་གཱ་མེ་འདྲ་གི་ནང་ལ་ཚོགས་སྤངས་ནས་ཡང་ལྷ་བླ་མ་ལ་སྙིང་ཐག་པ་ནས་ཕུལ་ཤར་བ་ཡིན་ན། ཡང་དེ་གཏོང་བ་དེ་ཚོ་རིགས་དེ་ཚོ་མི་འབྱུང་བ་འདྲ་བོ་ཅི་སོང་ཡོད་རེད། ད་ཡིན་ན་ཡང་དེ་ཚོ། སྙིང་ཐག་པ་ནས་ཕུལ་བའི་ཁ་དོག་དེ་ནི་ཕུལ་ཚ་རུའི་ཨེ་ནི་ཧང་ཕུ་ཅོ་དེ་ཡི་གེ་ལྷ་བླ་མ་གི་ཨེ་ནི་སྐྱ་ལག་སྔོན་པོ་ཡིན་པའི་འདུ་ཤེས་ངོ་མ་འདྲ་བོ་ཅིག་གོ་གི་ཡོད་རེད་དེ་ང་རང་ཚོ་ཨེ་ནི་མེ་དགྲ་དཀར་ཐུག་ལ་ཕུལ་ཕུལ་གི་རེད་དེ་ལག་གི་ཨེ་སྔོན་པོ་དེ་ཚོ་རང་གི་བདག་གི་འདུ་ཤེས་ཡོད་ཡོད་པ་འདྲ་ཅིག་རེད་བ། དེ་གི་ཨེ་ནི་ཧོ་ཕྱུག་ཟེ་ཧོ་ཕྱུག་ཟེ་དེ་དཀར་མོ་འདྲ་བོ་ཅིག་འདུག་བ། དེ་ནི་ད་ལྟ་དེ་གུང་ཐང་གི་རྡོ་སོལ་ལ་ཡོད་དེ་སོལ་བུ་ནོར་ལོངས་ལ་ཡང་སོ་སར་གྱི་སྡོམ་པ་རང་རྒྱུད་ཀྱི་སྡོམ་པ་ལ་ཕར་རྒྱུད་ཡར་འགྲོ་བ་ཅིག་སྐྱ་ལག་སྔོན་པོ་ཡོད་ཚད་གང་གཱ་དེ་གའི་དུས་ནས་ག་རེ་ཟེར་ན་སྟོན་པ་ཤཱ་ཀྱ་ཐུབ་བི་ཀའི་བསྟན་པ་དང་སྟོན་པ་སྙིང་ག་དེ་ཚུལ་ཁྲིམས་དེ་ཡིན་པ་ཅིག་བསམ་ཡོད་རུང་བ་དེ་འདྲའི་ཅིག་ལ་བསམ་བློ་བཏང་ནས་ཡང་སྟོན་པ་རང་མོས་ནས་རང་གི་སོ་ཐར་གྱི་སྡོམ་པ་རང་རྒྱུད་ལ་ཡོད་དེ་ཆུ་དེ་ལ་ཕར་ཕུལ་ཡག་ཅིག་འདུག་བ་ད་གང་ལྟར་སྟོན་བ་མི་ཡོང་གི་སྐོར་འགྲོ་བ་ཅིག་འདིའི་གི་རེག་དེ་ཚོ། ཨ་ཁུ་ཤེས་རབ་རྒྱ་མཚོ། རེད་བ། ཨ་ཁུ་ཤེས་རབ་རྒྱ་མཚོ་གི་ཐུགས་ཁྲོ་ལ་མི་ནང་འཇུག་གི་འབྲེལ་བ་ཅིག་བྱུང་སོང། ཨོ་ད་དེ་གི་ནང་ལོགས་ལ་ཡང་ཁ་ལག་གང་འཚམ་ཅིག་བྱུང་སོང། ཡ་ད་དེ་ནི་དེ་འདྲ་ཅིག་ཡིན་ཞུ་ཡ་དེ་མང་མང་པོ་ཅིག་ཞུས་དེ་ན། དུས་ཚོད་ཡ་དེ་མོ་མེད་ཅོ་འདྲ་བོ་སྐྱིད་བཞུ་འདུས་བཞུ་འདྲ་བོ་མེད་ཅོ་འདྲ་བོ་དེ་འདྲ་ཅིག་རེད་ཤ་ད་ཁྱོད་རང་འདི་ཕན་ཐོག་གི་ཡོད་ནམ་མེད་ནམ་མི་ཤེས།